བཀྲ་ཤིས་བདེ་ལེགས། འདི་ནི་དེ་རིང་ང་ཚོ་སྤྱི་ཁྱབ་གོ་ཆབ་མཛོད་རྩ་བ་ནས་དཀྲུགས་པའི་སྐབས་བཞི་པ་ཤེས་བྱ་སྤྱིའི་མཚན་ཉིད་རྣམ་པར་བཞག་པའི་སློབ་ཚན་བཅོ་བརྒྱད་པ་ཀུན་གཞིའི་རྣམ་བཤད་འདིའི་སྐོར་ལ་སློབ་ཚན་སྒྲོག་ཡ་ཡིན། དེ་ནས་སྒང་དུ་ང་ཚོ་རིམ་པ་ཤེས་འདུག་གཟུགས་ཀྱི་བོང་བུ་དང་ཚོར་བའི་བོང་བུ་འདུ་ཤེས་ཀྱི་བོང་བུ་འདུ་བྱེད་ཀྱི་བོང་བུ་རྣམས་བཤད་ཟིན་པ་རེད། ད་ནི་དེ་རིང་ནི་རྣམ་ཤེས་ཀྱི་ཕུང་པོ་བཤད་ཀྱི་ཡོད་པ་རེད། རྣམ་ཤེས་ཀྱི་ཕུང་པོ་ཞེས་པ་དེ་ལ་མདོར་བསྟན་པ་དང་རྒྱས་པར་བཤད་པ་གཉིས་ཡོད་པ་རེད་མདོར་བསྟན་གྱི་སྐབས་སུ་རྣམ་ཤེས་ཚོགས་བརྒྱད་དེ་ངོས་འཛིན་ཙམ་བྱས་པ་དང། རྒྱས་བྱེད་ཀྱི་སྐབས་སུ་རྣམ་ཤེས་ཚོགས་བརྒྱད་རེ་རེ་ནི་བྱེ་བྲག་ཏུ་བཤད་ཀྱི་ཡོད་པ་དེ་འདྲ་ཞིག་རེད་དེ་ནི་མདོར་བསྟན་གྱི་རྩ་ཚིག་ཡིན་ན། སེམས་ཡིན་རྣམ་པར་ཤེས་པ་ཚོགས་བརྒྱད་དེ་ཞེས་གསུངས་པ་རེད། སེམས་ཟེར་བ་འདིའི་སྐབས་སུ་སེམས་ཀུན་གཞི། དབྱིག་ཟེར་བ་དེ་གིས་དབྱིག་ཉོན་དབྱེ། རྣམ་པར་བཞི་པ་ཟེར་བ་དེ་གིས་རྣམ་པར་བཞི་པ་ཚོགས་དྲུག། མིག་གི་རྣམ་པར་བཞི་པ་ནི་ཡིད་ཀྱི་རྣམ་པར་བཞི་པའི་བར་གྱི་ཚོགས་དྲུག་དེ་སྟོན་པ་རེ་ཡིན་ཙང་རྣམ་པར་བཞི་པ་ཚོགས་དྲུག་གི་སྟེང་དུ་ཉོན་དབྱེ་དང་ཀུན་གཞི་བཤད་པས་རྣམ་པར་བཞི་པ་ཚོགས་བརྒྱད་ཡོད་པ་རེད། འོ་དེ་འདྲ་ཅིག་སོང་བ་རེད། ད་ནི། རྒྱས་པར་བཤད་པ་གིས་དང་པོ་ཀུན་གཞི་བསྟན་པའི་རྩ་བ་ཡིན་ན། ཀུན་གཞི་རྣམ་ཤེས་མ་བསྒྲིབས་རླུང་མ་བསྟན། སྤགས་ཆགས་སྒོ་བཞི་ས་བོན་རྣམ་སྨིན་ཆགས། མི་སེལ་བྱ་ཁྲག་གཡོས་སྣང་མཚུངས་པར་ལྡན། བསྲེག་པ་ལེན་ཅིང་ཁམས་གསུམ་རྒྱུན་མར་འཇུག། རྡོར་སྟེང་སྤྱི་དང་དགྲ་བཅོམ་ཚེ་ན་ཟློག། འོ་དེ་འདྲས་ཅིག་སོང་བ་རེད། རྩ་བ་གི་དོན་དག་མདོར་བསྡུས་པ་ཡིན་ན་ཀུན་ཤེས་རྣམ་ཤེས་ཀྱི་མཚན་ཉིད་དང་ཀུན་ཤེས་རྣམ་ཤེས་ཀྱི་དམིགས་པ་ཀུན་ཤེས་རྣམ་ཤེས་ག་དུས་ཟློག་གི་རེད་ཟེར་བ། གཙོ་བོ་དེ་གསུམ་དེ་བསྟན་གྱི་ཡོད་པ་རེད། དེའི་ནང་ནས་ཀུན་བཤད་རྣམ་བཤད་མ་བསྒྲིབས་སློང་མ་བསྟན་བཀག་ཆག་སྒོ་ཞེས་ཟེར་བ་དེ་ཀུན་བཤད་རྣམ་བཤད་ཀྱི་མཚན་ཉིད་བསྟན་དུ་ཡོད་པ་རེད། གསར་བུ་རྣལ་མིང་ཆག་ཟེར་བ་དེ་ཀུན་བཤད་རྣམ་བཤད་ཀྱི་དབྱེ་བའམ་ཡང་ན་ཀུན་བཤད་དེ་ལ་རྣལ་མིང་གྱི་ཆག་དང་ས་བོན་གྱི་ཆག་ཟེར་ནས་གཉིས་ཕྱེ་གི་ཡོད་པ་རེད་དེ་གཉིས་བསྟན་གི་ཡོད་པ་རེད། དེ་ནི་དམིགས་བསལ་བྱ་བྲག་ཡུལ་སྣང་མཚུངས་པར་ལྡན་ཚེ་དམིགས་བསལ་བྱ་བྲག་ཡུལ་སྣང་ཟེར་བ་དེ་གའི་དམིགས་པའམ་ཡུལ་དེ་སྣང་ན་ཡང་གསལ་པོ་མི་རྟོག་པ་དང་མཚུངས་པར་ལྡན་ཟེར་བ་དེ་གའི་ཀུན་གཞི་རྣམ་ཤེས་དེ་སེམས་བྱུང་ཀུན་འགྲོ་ལྔ་དང་མཚུངས་པར་ལྡན་པ་དེ་བསྟན་གྱི་ཡོད་པ་རེད་བསགས་པ་ལེན་ཅིང་ཟེར་བ་དེ་ཀུན་གཞི་རྣམ་ཤེས་ཀྱི་དམིགས་པ་སྣང་བསགས་ཇི་སྙེད་ལེན་གྱི་ཕུང་པོ་དང། ཕྱིའི་གནོད་སྦྱིན་འཇིག་རྟེན་ལ་སོགས་པ་དམིགས་ཀྱི་ཡོད་པ་རེད་ཁམས་གསུམ་རྒྱུན་མར་འཇུག་ཟེར་བ་དེ་ཁམས་གསུམ་གྱི་སེམས་ཅན་གྱི་རྒྱུད་དུ་རྒྱུན་མ་ཆད་པར་ཡོད་པ་རེད། རྡོར་དང་བཅས་དང་དགྲ་བཅོམ་ཚེ་ན་བཟློག་ཟེར་བ་དེ་ཀུན་ཤེས་རྣམ་ཤེས་དེ་དགོན་ལམ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་སྐྱེ་བའི་རྗེས་དང། དེ་ནས་ཐར་མེད་ཀྱི་ལྷག་མའི་མྱང་འདས་ཀྱི་གནས་སྐབས་སུ་ཡོད་པ་མ་རེད་བཟློག་འགྲོ་གི་རེད་ཟེར་བ་འདིར་བསྡུས་ན་དོན་དག་དེ་འདྲ་ཅིག་རེད།